སློབ་བུ་ཚོ་སྐུ་ཁམས་བཟང་ད་རིང་དགེ་ལགས་ཀྱི་སློབ་ཚན་དྲུག་པ་ཞི་མི་དང་སྤྲེའུ་གི་མར་གྲོང་འདི་མ་ཀློག་གི་ཡིན། རྣམ་པ་ཚོས་འདི་བརྙན་ཐུང་འདི་ཆ་ཚང་ཞིག་གཟིགས་རོགས་གནང་ཞུས་ཡ་ཡིན། མ་ཀློག་གི་ཡིན་ད། ཞི་མི་དང་སྤྲེའུ། ཞི་མིའི་ཨ་ནུ་དང་ཐ་ནུ་ཟེར་བའི་སྤུན་གཉིས་ཡོད། ཉིན་ཞིག་ལ། ཁོང་གཉིས་རྩེད་མོ་རྩེ་བའི་སྐབས་བག་ལེབ་ཅིག་རྙེད། ཁོང་ཉིད་བག་ལེབ་བཟའ་རྒྱུར་མ་འཆམ་པར་ཁ་རྩོད་ཤོར་བ་མ་ཟད་ལག་ཟིན་ཤོར་གྲབས་བྱས། སྐབས་དེར་སྤྲེའུ་གཡོ་སྒྱུ་ཅན་ཞིག་ཡོང་ནས་ཁོ་གཉིས་ལ། གཞིས་མི་སྤུན་གཉིས་ངོ་ཚ་མེད་པ་དེ་འདྲ་རང་མ་བྱེད། སུ་ལ་ཡང་གྱོང་མེད་པ་ཞིག་ངའི་རྒྱུད་ན་མི་འགྲིག་གམ། ཞེས་བཤད། གཞིས་མི་གཉིས་ཀྱིས་བདེན་པ་རེད་བསམ་ནས་དེ་ལྟར་བྱ་རྒྱུར་ཁས་ལེན་བྱས། སྤྲེའུས། བག་ལེབ་དུམ་བུ་ཆེ་ཆུང་གཉིས་ལ་བསྒྱུར་ནས་རྒྱ་མར་བཀྱགས། འདི་ཆེ་དྲགས་འདུག་ཟེར་ནས་ཆེ་བ་དེར་སོ་བཏབ་ནས་བཟས། ཡང་འདི་ཆེ་དྲགས་འདུག་ཟེར་ནས། གཞན་དེར་སོ་བཏབ་ནས་བཟས། དེ་ལྟར་ཐེངས་ཁ་ཤས་བྱས་རྗེས་བག་ལེབ་ཆ་ཚང་སྤྲེའུ་ཡིས་བཟས་པ་རེད། ཞི་མི་གཉིས་སྔར་བཞིན་གྲོགས་འོག་ལྟོགས་ཏེ་རྣ་ཅོག་ཀྲོང་ཡེར་སྡོད་དགོས་བྱུང་བ་རེད། གླུ་གཞས། ཞི་མིའི་རྒྱུ་དག་མེད་པས་བག་ལེབ་བཟའ་རྒྱུར་རྨ་འཆམ། གཡོ་ཅན་སྤྲེའུས་ཟས་བསྡུས་རྣ་ཆོག་སྤྲོ་ངན་ལྷག་སོང། རྣམ་པ་ཚོས། ད་ལྟ་ངེད་ཀྱི་དེ་ནི་མ། གྲོང་འདི་ཆ་ཚང་གཅིག་ཀློག་ཡིན། རྣམ་པ་ཚོ་ངོས་ནས་ག་རེ་གནང་ཡ་རེད་ལབ་ན། རྒྱལ་ལ་འགྲོ་གྲོང་འདི་མ་ཀློག་ནས་ཨ་ནི་ཁྱེད་རང་ཚོ་ང་ལ་བརྙན་ཐུང་བཟོས་ནས་བསྐུར་གནང་ཡ་རེད། ན་སོ།